བྱས་ནས་ད་ཁྱེད་རང་ཚོ་བགྱིས་ཏེ་གཙོ་བོར་གྱུར་པས། ཨེ་ནི་ནམ་རྒྱུན་ནས་ད་ང་ཚོ་ངོ་ཤེས་པའི་ཆོས་གྲོགས་ཚོ་ཨིན་དྷིར་དེ་འཛོམས་བྱས། ཨེ་ནི་ཀོ་རི་ཡ་ད་ཅིག་དེ་བ་ནས་ད་ཆ་ཅན་ཡོང་ཐབས་ཁྱེད་རང་ཚོས་ཁ་ཤས་ཡོད་ས་རེད། ད་ག་འདྲ་སེང་གི་རྒྱ་རིགས་ཆོས་གྲོགས་ཁྱེད་རང་ཚོ་ཁ་ཤས་ཡོད་ས་རེད། ཨེ་ནི་ད་བོད་རིགས་ད་ག་སྤྱི་བྱིངས་སུ་བྱས་ནས་ད་ག་ད་ང་རང་ཚོ་ཚང་མ་ལོག་ཅིག་དད་པ་ད་དམ་ཚིག་གཡོ་བ་མེད་པ་བྱས་བྱས་ཨེ་ནི་དེར་དེ་འདུས་བྱས་རེད་ཨེ་ནི་ལོ་ཅི་ཅིག་ནས་ཨ་ད་ཀར་མི་ཀི་ཨ་ད་ཐུག་པ་ད་ཨེ་ནི་བོ་རེད་དོ་དེ་བ་ནས་ཨེ། ནག་པོ་མོ་འགུག་ཅིག། ཨེ་དེ་མགོ་སྟོད་དང་འདི་ལས་དཀའ་ཆེ་ཆེ་ཡ་ཆེ། ཞུ་གོ་ད། དེ་ཡང་འགྲོ་སོང་ཏོག་ཁ་བོ་ཆིག་ཏུ་བྱས་ནས། ཨེ་ནི། ལ་རི་བི་ཡ་ལི་ཡ། ཁར་ས། ལ་དུ་ལི་དུ་ནི་ཡ། ག། རི་ག། ཨོ་བྷི་གེ། ཆེ་ཡ་ཆེ་ཏུག་སི་རེད། ལོ་ཁ་ཤི་བྷི་གེ་ཆེ་བྷི་རེད། ད་དེ་ནས་ཁོ་ག་ལེ་ག་ལེ་བོད་སྐད་དེ་ཁྱེད་རང་ཚོ་ལ་སྟབས་བདེ་བོར་འབྱོར་ཏེ་ང་ཡང་འདི་ནས་བར་རྒྱ་གར་ནས་ནི་ཆུ་གནམ་གྲུ་ནང་ཆུ་ཚོད་བརྒྱད་ཟིན་འགྲོ་དགོས་དུས་ད་དེ་ཁག་པོ་བྱེད་ཀྱི་བྱས་ཙང་ཨེ་ནི་དེ་རི་ད་མི་གི་འདི་ལས་ཆེ་ཡ་ཆེ་ད་ཡིན་ནའི།

འདི་འདམ་བཟོ་ལ་ཁ་ལུང་གཙང་མ་བཞག་ཡོད་རེད། བྱས་ཙང་ཁ་ཁྱི་ར་བཟོ་དེ་ཕལ་ཆེར་ཕལ་ཆེར་སྐྱིད་པོ་ཡོང་ཡག་གི་རེ་བ་ཡོད། ཨོ་ཡ། འདི་ནི་སངས་རྒྱས་ཀྱི་ཕལ་ཆེར་མདོ་གཅིག་ནང་ལ་ཡོང་ཡོད་རེད་ཕལ་ཆེར་ཡོང་ཡོད། བྱས་ནས་ངའི་བསྟན་པ་བྱང་ནས་བྱང་དུ་དར་ཡོད་ཟེར་གྱི་དེ་འདྲ་ཅིག་གི་ད་གསུངས་བྱས་པ་རེད། ཕྱི་ཟ་ང་ཚོ་དེ་སྔ་བོད་ལ་ཡ་གོ་བ་ལེན་སྟངས་རེད་དེ། རྒྱ་གར་གྱི་བྱང་དེ་བོད་ཆས་དེའི་བྱང་དེ་ད་སོག་རིགས་དེ་ཡིན་དེ། ད་ག་ནས་ཨུ་རུ་སུ་ཁུངས་ཀྱི་ད་ཆ་སོག་པོ་ཐེ་བའི་ཨ་ནི། ཨུ་རུ་སུ་ཁུངས་སྐྱེལ་དེ་གོ་བདེ་གི་ཡོད་རེད། ཕལ་ཆེར་དངོས་ཡོད་གནས་ཚུལ་ལ་འདི་བདེན་པ་ཆགས་བསྡད་བར་གདའ། དང་པོ་རྒྱ་གར་ནས་བོད་ལ་དར། ཨ་རྩ་བ་རྒྱ་ནག་ལ་བོད་ལ་མ་དར་གོང་ནས་རྒྱ་ནག་ལ་དར་རེད། ཨ་ནི་རྒྱ་ནག་ནས་ཡ་བོད་ལ་ཡ།

ད་སངས་རྒྱས་པའི་ཆོས་ལ་ཡང། པཱ་ལིའི་གི་ཆོས་རྒྱུད་ཅིག། དེ་ནས་ལེགས་སྦྱར་གྱི་ཆོས་རྒྱུད་ཅིག་གཉིས་འདུག་ག། པཱ་ལིའི་གི་ཆོས་རྒྱུད་འདི་ཨེ་ནི། སངས་རྒྱས་པའི་ཆོས་ཀྱི་རྨང་གཞི་ཆགས་བསྡད་པ་རེད། དེ་རིགས་གེ་སར་འཛམ་བུ་གླིང་འདིའི་སྒང་གི་ནང་པའི་ཡུལ་གྲུ་ཚང་མ་ལ། པཱ་ལིའི་གི་གཞུང་ནས་གསུངས་ཞེས་པའི་སྡེ་སྣོད་གསུམ་དང། སྡེ་སྣོད་གསུམ་གྱི

སངས་རྒྱས་ཀྱི་ཆོས་ཀྱི་རྨང་གཞི་ཆགས་བསྡད་པ་རེད། དེ་ནས་ལེགས་སྦྱར་གྱི་ཆོས་བརྒྱུད་དེ་དེ་གང་ལ་ཡང་ད་གཙོ་བོ་ན་ལེན་དྲ་བདུད་དུས་ད་ཁྱད་པའི་ཅིག་ད་འདི་ནས་ཆགས་འདུག་བ། བྱས་ནས་ཨེ་ནི་ད་ཅིག་ཚད་མ་རིག་པ་དང་འདུ་བྱས་ཅིག།

ད་སེམས་དུས་ཐུག་གི་ཡོད་དམ་མེད་ཟེར་ད་དེ་ཨེ་ནི་ལྟ་བའི་ཐོག་ལ་ད་ཐུག་ཏུ་ཡོད་རེད་ཨེ་ནི། རང་གཙོ་བོ་གཙོ་བོ་ཨེ་ནི། ལྟ་བའི་ཐོག་ལ་ཡ་ཨེ་ནི་རྒྱ་གར་ལ་ཡ་ཨེ་ནི། བྱེ་བྲག་མང་བ་མདོ་སྡེ་པ་ཨེ་ནི་སེམས་ཙམ་པ་དབུ་མ་བ་ཟེར་ནས་གཞི་ཆུང་པོ་རེད། ད་འོ་དེའི་དེ་གི། གང་དག་ཅིག། བདག་མེད་ཕྲ་རགས་སོང་སྟེ་དེས་དེ་སེམས། མ་དུལ་བ་བྱེད་མཁན་དེ་བདག་ཏུ་འཛིན་པའི་འཇིགས་ཡེར་བ་དེ་སྔས་ལ་ངོས་འཛིན། འོ་བདག་ཏུ་འཛིན་པ་སེ་ཡ་ལ་ཡང་བདག་མེད་པའི་ལྟ་བ་དགུག་ཡེར་བ་དེས་དེ་ཨེ་ནི་དུག་གསུ་ཐོན་ཡོང་གི་འདུག་ག་ཨེ་ནི་ལྟ་བ་ལས་ཨེ་ནི་གང་ཟག་གི་བདག་མེད་དང་ཨེ་ནི་ཆོས་ཀྱི་བདག་མེད་ཨེ་ནི་ཆོས་ཀྱི་བདག་མེད་ལས་གཟུང་འཛིན་གཉིས་སྟོང་གི་ཨེ་ནི་ཆོས་ཀྱི་བདག་མེད་དང་ཨེ་ནི་བདེན་སྟོང་གི་བདག་མེད། གཞན་དག་འདུག་གསལ། ཁ་སོགས་རེ་སེམས་མ་བསྡུ་བ་བྱེད་མཁན་དེ་ཉོན་མོངས་གཙོ་བོ་བདེན་འཛིན་གྱིས་བྱེད་ཀྱི་ཡོད་པ་ཡིན་དུས་ཙང་ནས་དེ་ཡི་གཉེན་པོ་བདེ་སྐྱིད་དེ་བཞི་བོ་གཅིག་གིས་ཞིབ་ཚགས་པོ་བྱས་ནས་གསུངས་འདུག་ད་ད་རིག་གེ་སར་འདུག་བལྟས་ཡིན་དུས་ཙང་ནས་དེ་ཡི་དེ་ཚན་རིག་དང་མཐུན་པ་རེ་ཆགས།

ཨེ་ནི་ཚན་རིག་པ་དར་རྒྱས་ས Quantum Physics ལ་དོ་སྣང་ཤ་སྟག་ཡོད་མཁན་དེ་ཚོའི་གྲས་ཀྱིས་ཁོ་ཚོའི་ཉམས་མྱོང་གི་ཐོག་ནས་ག་ལེ་ག་ལེ་ལི་ཡ་ཨེ་ནི་ཆོས་གང་དང་གང་ཡིན་ནི་ང་རང་ཚོ་ལ་སྣང་བ་ལྟར་དུ་གྲུབ་ཡོད་མ་རེད་ཟེར་ཡག་གི་ལྟ་ཚུལ་འདིས་ཆོས་དེ་དང་དེ་མཐོང་ཡོང་དུས་ས་ནས་ང་ཚོ་ཆགས་སྡང་གི་ཡུལ་མཐོང་ཡོང་དུས་ཡུལ་ལ་ཨ་འཐས་ཀྱི་འཛིན་པ་ཞུ་ཡག་འདི་ཉུང་བ་འདུག་ཟེར་ནས་བཤད་ཀྱི་འདུག་བ། ད་དེ། ན་ལེན་དྲི་མཁས་པའི་དབང་པོ་ཚོའི་གདན་ལ་ཕབ་ནས་བཤད་བྱ་བ་སྐུ་ཏག་ཏག་ར་འཕྲོད་ཡོང་གི། ཚེ་ནི་ཨེ་ནའོ། ན་ལེན་དྲིའི་ཆོས་བརྒྱུད་འདི་བྱང་ནས་བྱང་དུ་དར་སོང་བ་ནང་བཞིན་བྱེས་ཀྱི་བོད་ལ་ཡར་ཤུགས་ཆེན་པོ་ཞུགས་ཤིག་དར་རེད། དེ་ནས་བོད་ནས་ཨེ་ནའི་ཆེན་པོ་ཧོར་གྱི་ཡུལ་མ་ད་སོག་པོ་ཕྱི་ནང། དེ་ནས་ཡུམ་གཅིག་གི་ཡོག་མར་ད་ནང་སོག་ད། ད་དེང་སང་ཆབ་སྲིད་ཀྱི་དབྱེ་བར་ཕྱེ་ཡོད་འདོད་ནང་སོགས་ཕྱི་སོགས་ཨེ་ནི་འུ་རུ་སུའི་ཁུངས་ཀྱི་སྦོ་རེ་ཡ་དུ་ལ་སོགས་པའི་རྟ་བ་གང་དག་སོག་རིགས་ཀྱི་ས་ཁུལ་དེ་དེ་ཚང་མ་ལོ་ལ་ཡ་ཨེ་ནི་ཁྱབ་བསྡད་ཡ་གཅིག་གི་འདས་པའི་ལོ་ཧ་ལམ་སྟོང་ཕྲག་གི་རིང་ལ་ཡ་ས་ཁུལ་དེ་ཡི་དེ་ནས་མཁས་པའི་དབང་པོ། བོད་དུ་སྟོང་ཕྲག་མང་པོ་བྱུང་ཡོད་ད། ཀྱི་སངས་རྒྱས་ཀྱི་བསྟན་པ་ལ་ཡ། ལྷག་བཙུན་གཞུང་ཆེན་མོའི་ཐོག་ལ། པའི་ལེགས་སྐྱེས་ཕུལ་མཁན་བཞི་བོ་མང་པོ་བྱུང་ཡོད་རེད། བྱས་ཙང་བཅུ་བཞི་དེ་ལས་སོ་ན། ངས་བཅུ་བཞི་དེ་ཡིད་རྟོན། ཧེ་ནི་ནི་དགོངས་པ་ཞུ་བྱ་ན་བསམ་དྲན་བྱོས། ཨ་ད་ཁ་སིན་ངས་དེ་གི་རོབ་སུ་ལབ་པ་ན་བཞི་རེད། དགའ་རོགས་སྡུག་པོ་ནག་ཆུང་བ། ཟེར་ད་འདི་ཡ། གཟུགས་ཡག་ཤི་ནས་སོས་ཡོད་འདུག་ངལ་གསོ་བྱས་ད་ཤ་གལ་ཆེན་པོ་འདུག་བྱས་ནས། ད། འབྲེལ་ཡོད་ཚང་མ་ལོག་གི་བཤད་དེ་གི་འདུག་བྱས་ཙང་ཀ། ཀ་ན་པའི་རྐྱེན་བྱས་ནས་ང་གུང་བསངས་མང་རག་གི་བ་རེད། གང་ལྟར་ད་ལོ་སྟོང་ཕྲག་རིང་ལ་ཡར། བསྟན་པ་བྱང་ནས་བྱང་དུ་དར་སོང་བ་ནང་བཞིན་བྱས་ནས་ཧོར་གྱི་ཡུལ་ཁག་འདི་ནས་མཁས་པའི་དབང་པོ་མང་པོ་བྱུང་ནས་ལེགས་བཤད་བརྩམས་ཞེས་པ་ངས་དེ་གི་ཤོད་ཡ་ནང་བཞིན་རེད་ལེགས་བཤད་བརྩམས་ཞེས་པ་ཤི་ར་མང་པོ་རེད་ང་སློབ་གཉེར་རྒྱལ་བའི་ཁ་ཐུག་ལས། སོག་པོའི་མཁས་དབང། བྲིས་པས། ཅིག་ཕར་ཕྱིན་སྐོར་དང་དབུ་མའི་སྐོར་དང་གྲུབ་མཐའི་སྐོར་དང་དེ་འདྲ་མང་པོ་ཅིག་ང་ལྟ་མྱོང། ཕན་ཐོགས་པོ་ཞིབ་བྱུང། ཨེ་ནི་ང་ཡང་ཅིག་མཚན་ཞབས་སུ་ནག་ལོག་ནས་ཨེ་ནི། དབུ་མའི་ལྟ་བའི་སྐོར་ལ་བའི། དོ་སྣང་གསར་པ་ཡོང་ཡག་དང་ཅིག་བློ་སྐྱེད་ཡོང་ཡག་དེ་གལ་ངོ་ཏུ་སོང་ཉིད་ཀྱི་གཙོ་བོ་རེད།

ད་མི་གུ་རུ་ཕྱག་བྱ་བར་བགྱིད་དེ། ན། བྱས་ནས་ད། སངས་རྒྱས་ཀྱི་བསྟན་པ་ཨ་ད་ངས་བཤད་མ་ཐག་པ་ན་ཤི་རེ་སངས་རྒྱས་ཀྱི་བསྟན་པ་ཟེར་ཡ་དེ། རིག་པ་ལ་བརྟེན་ནས་འགྲོ་ཡ་ཅིག་རེད་མ་གཏོགས་ལྷག་པར་ན་ལེན་དྲའི་ཆོས་བརྒྱུད་འདི་རིག་པ་ལ་བརྟེན་ནས་འགྲོ་ཡ་ཞིག་མ་གཏོགས་ལུང་ཙམ་ལ་ཡིད་ཆེས་བྱས་ནས་འགྲོ་ཡ་ཞིག་མ་རེད། བཅོམ་ལྡན་འདས་ཁོ་རང་གི་དགེ་སློང་དག་གམ་མཁས་རྣམས་ཀྱིས་བསྲེག་བྱ་ལྟ་བའི་ཟེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཕྱིར་མིན་ཞེས་གསུངས་འདུག་ག། བཅོམ་ལྡན་འདས་ཁོ་རང་གི་བཀའ་ལ་ཡང་སངས་རྒྱས་ཀྱི་བཀའ་རེད་ཟེར་ནས་དད་པ་བྱས་ནས་ཁས་བླང་བ་མ་རེད། བཅོམ་ལྡན་འདས་ཀྱི་བཀའ་ལ་ཡང་དཔྱད་པ་བྱས་ནས། རྒྱབ་རྟེན་ཚད་མ་ཡོད་མེད་དུགས་སུ་དཔྱད་པ་བྱས་ནས། ཨེ་ནི། དཔྱད་ནི་དཔྱད་པའི་དཔྱད་མཐའ་ལ་ཡང་ཚོད་མཐའ་ཆེ། བྱེད་དུ་བསྲེ་ནི་ཨེ་ནི། འདི་རྒྱུ་མཚན་ལྡན་པ་ཅིག་དང། ཁ་ཡོད་ལག་ཡོད་ཀྱི་སེམས་ལ་ཡང་གོ་རྒྱུ་དེ་ངན་ཞིག་བཙུགས་ན་ཨེ་ནི། ཁས་ལེན་གྱིས། གཟིགས་ཅན་ཟླ་བས་ཟེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་ཁུལ་ཅིག་མིན་ཟེར། འོ་ད་ལྟ་འདི། འཛམ་བུ་གླིང་འདིའི་སྒང་ལ་ཆོས་ལུགས་མང་པོ་ཡོད་རེད། མིའི་ཆོས་ལུགས་འདི་ཚང་མ་ལོག་གི། མི་རྩ་ཁྱོན་ནས་དུང་ཕྱུར་མང་པོ་ལ་འཕེན་གི་ཡོད་རེད། རེད་དེ་ཡིན་ནའི། རང་རང་གི་སྟོན་པ་ལ་ཡིད་ཆེས་བྱས་ནས་འགྲོ་ཡག་བྱེད་མ་གཏོགས། སྟོན་པ་རང་ཉིད་ཀྱིས་གསུངས་པ་དེ་ལ་བརྟག་དཔྱད་བྱེད་ཟེར་མཁན་དེ་ཧ་ལམ། ནཱ་ལེནྡྲའི་ཆོས་བརྒྱུད་ལ་མ་གཏོགས་ཧ་ལམ་ཡོད་མ་རེད། བྱས་ཙང་སངས་རྒྱས་པའི་ཆོས་འདི་རིག་པ་གཙོ་བོ་བྱས་ནས་བརྟག་དཔྱད་བྱས་ནས་འགྲོ་གི་ཡོད་པ་ཡིན་དུས་རྩ་ནས་དར་རྒྱས་ས་ཚན་རིག་པ་ཉམས་རྟོགས་ལ་ཡ་གཅིག་གིས་གཅིག་བློ་སྐྱེད་ལན་རེ་བྱས་རྗེས་ཀྱི་ཕན་ཐོགས་ཞིབ་ཕྱི་ཐུག་འོ་དེ་རེད་རེད་ད། ཁྱེད་རང་ཚོ་ལོ་རྒྱུས་ཀྱི་ཐོག་ནས་མང། ཡོད་བསྡད་པའི་སངས་རྒྱས་པའི་ཆོས་ཚུལ་དེ་ད་རིག་ཁྱེད་ཚོ་དུས་རབས་བཅུ་རྩ་གཅིག་པའི་ནང་ལ་དངོས་གནས་གཅིག་ཚན་རིག་པ་ཉམས་རྟོགས་ལ་ཡ་ང་ཚོ་ཕན་ཚུན་བགྲོ་གླེང་བྱས་ནས་འགྲོ་ཐུ་ཡ་གཅིག་གི་དེ་འདྲའི་ཆོས་བརྒྱུད་ཆགས་བསྡད་ཡོད་རེད། ད་རིག་ཁྱེད་ཚོ་འཛམ་བུ་གླིང་འདིའི་སྒང་ལ། ཇི་ལྟར་གནས་ཚུལ་མང་པོ་ཅིག་ཤར་ནུབ་ཀྱི་ལྷོ་བྱང། རྫི་བོ་གླིང་གི་དག་སེལ་ཁུལ་འདྲ་མི་འདྲ་ཅིག་གི་ལྟར་གནས་ཚུལ་ལ་དོ་སྣང་བྱེད་མཁན་ཡོང་གི་ཡོད་ར་ལ། ཁོས་གནས་ཚུལ་བཤད་ཡག་དེ་མང་པོ་འབྱུང་གི་ཡོད་རེད། ཅིག་དེ་འདྲས་ཀྱི་ཐོག་ནས་དེ་སྔ་སངས་རྒྱས་པའི་ཆོས་དང་འབྲེལ་བ་མེད་མཁན་གྱི་ཡུལ་གྲུ་ཚོའི་ནང་ལ་ཡིན་ནས། ཅིག། སངས་རྒྱས་པའི་ཆོས་ལ་དོ་སྣང་གསར་པ་ཅིག་སླེབས་ཡོང་གི་འདུག་བ། དེ་འདྲ་ཅིག་གི་གནས་སྟངས་ཀྱི་འོག་ནས་ཨེ་ནི། ར་ཤི་ཡ་ས་ཆའི་བབས་ནས། ཡུ་རོབ་དང་ཨེ་ཤི་ཡའི་མཐུད་ཁ་རྒྱག་མཁན་ཅིག་རེད་འདུག་བ། འདི་འདྲ་ཡིན་དུས་ཁྱེད་རང་ཚོ་ལྟོགས་ས་གནད་འགག་ཆེན་པོ་རེད། ཨེ་ནི་རཱ་ཤན། White Russian། ནག་ལོག་ལས་ཐུར་སྐྱེར་དོ་སྣང་བྱེད་མཁན་གཅིག། དཔེར་ན་ཨ་མདའ། Moscow། University ཐོག་ནས་དོ་སྣང་རུ་བཤད་ཤུགས་ཆེན་པོ་བྱེད་ཐུབ། ཚེ་ནི་ངས་འདི་བཤད་ཀྱི་ཡོད་ད་ད་རི་སྐྱེས་ས། ནང་པ་ཙོ། དུས་རིམ་བཞུགས་རྩ་ལྕི་བའི་ནང་པ་ཆེ་བར་ད། དེའི་རྒྱུ་མཚན་དེ་དེ་སྔ་ཕན་ཆད་ང་རང་ཚོ་སོ་སོ་སོ་ཕ་མེས་ནས་ནང་པ་ཡིན་པ་ཚོ་ཨེ་ནི་སྐྱབས་སུ་ཆེ་ས་བྱེད་འདུག་འགྲོ་བདེ་ག་བར་བ། ད་ང་ཚོ་སློབ་སྦྱོང་བྱས་ནས། སངས་རྒྱས་པའི་ཆོས་ཀྱི། ཞིག་གི་ཁྱད་པར་རོ་གར་གར་ཡོད་པ། ཅི་ད་རི་ཀས་སེ་འཛམ་བུ་གླིང་དང་འདྲ་བ་ག་འདྲ་སུ་ཡོད་པ། ཚན་རིག་པ་ཉམས་དུ་ལྟ་གྲུབ་ཀྱི་ཐོག་ནས་བཤད་ན་ཚན་རིག་དང་འདྲ་བ་ག་འདྲ་སུ་ཡོད་པ། ཨེ་ནི། འཛམ་བུ་གླིང་འདིའི་དཔེ་ལྟ་གསོལ་རི་སྟོང་ཡག་ཐབས་སྐྱོ་བོ་ཞི་བ་ཞིག་ཏུ་བ་ད། ཨེ་ནི་དབུལ་ཕྱུག་གི་ཁྱད་པར། ཅིག་བྱམས་པ་དང་སྙིང་རྗེ་འཕོངས་ལྡན་ངན། ཨེ་ནི་རང་ཕྱོགས་དང་གཞན་ཕྱོགས་སེ་ཨ་ཤུགས་ཆེན་པོ་ཞེ་བོ་ཆགས་ནས། ད་དཀའ་ངལ་ག་ཚོད་དུ་བ་དེར་གལ་སྲིད་འཛམ་བུ་འདི་དེ་གང་ལ། ད་དེ་འདྲས་ཀྱི་དཀའ་ངལ་སེ་ཡ་ལ་ཡ། རིགས་པ་དང་ལྡན་པའི་ཐོག་ནས། བར་བཤད་ཡ་ཡོད་བསྡད་པ་དེ་ཕལ་ཆེར་ནག་ལེ་འདྲེ་ཆུ་རྒྱུས་དེ་ཕལ་ཆེར་ཤུགས་ཆེ་ཤོས་རེད། གཙོ་བོ་རྒྱ་གར་ནས་ལོ་སྟོང་ཕྲག་སུམ་ཅུ་གོང་ནས་འཚེ་བ་མེད་པ་ཨ་ཧིམ་ས་ཟེར་ཡ་དེ་བཤད་བསྡད་ཀྱི་ཡོད་རེད། དེར་གེ་སར་འཛམ་བུ་གླིང་ལ་ཨ་ཧིམ་ས་འཚེ་བ་མེད་པ་ཟེར་ཡ་དེ་ཞི་བ་ཅིག། གལ་ཆེན་པོ་འདུག་དེ་ནི་ལག་ལེན་སྤྱོད་པའི་ཐོག་ནས་འཚེ་བ་མེད་པ་བསམ་པའི་ཐོག་ནས་ཀ་རུ་ན་ཟ་སྟེ། ཆོས་ཡོད་ཁས་བླངས་ནས་རེད་ཆོས་ཁས་མ་བླངས་ནས་རེད། གང་ལྟར་འཛམ་བུ་གླིང་བདེ་སྐྱིད་ལྡན་པའི་འཛམ་བུ་གླིང་ཞིག་དགོས་ན

ནང་པའི་ཆོས་ནས་ཡོང་གི་ཡོད་རེད་དེ་ཁོས་བརྗོད་བྱའི་སྡེ་ཚན་རེ་བ་དེ་ཨེ་ཁ་འདྲེ་མིག་གི་ནང་ལ་བཞག་བྱས་ཨོ་དེ་ཨེ་ནི་ད་ཤེས་ཡོན་གི་སྡེ་ཚན་ནང་ལ་ཡ་བཞག་ཡག་དེ་གལ་ཆེན་པོ་ཡ་ད་ད་རི་དེ་ཐོག་མའི་ཆེ་ཞིག་བྱས་ན་ཨ་ད་བྱམས་ཆོས་དེ་ངའི་ནང་གི་ཨེ་ནི་རྒྱུད་ལ་མ་བཤད་ཡག་གི་རྩིས་བྱས་པ་རེད་ད་ཨེ་ནི་ད་དེ་གུ་རུ་འབོར་ཆེན་པོ་རེད་ལ།

ཡིན་པའི་སོར་བཞི་ཐུབ། རྔ་མོ་ཁུང་ཐང་རིམ་བཞི་གི་གཅིག་གསུངས་ཡོད་རེད། དེ་འཁོར་ལོ་དང་པོ་འཁོར་ལོ་བར་པ་འཁོར་ལོ་གསུམ་པ་ཟེར་ཡ་དེ་དཔེར་ན་ལྀ་ཇི་བརྒྱད་པ་ལས་ཡ་ཁུ་རིམ་པས་རིམ་པས་ཡར་འདུག་མཐོ་རུ་མཐོ་རུ་འགྲོ་དགོས་ཀྱི་རེད། དེ་ནང་བཞིན་བདེན་བཞིའི་ཆོས་འཁོར་གྱི་རྨང་གཞི་དེ་གསུངས། དེ་ནས་བདེན་བཞིའི་ཆོས་འཁོར་གྱི་ནང་གི་ནི། འགོག་ལམ་དབྱེ་བུ་དེ་རྩལ་དུ་བཏོན་ནས་གསུང་བཤད་མཁན་དེ་ནི། གཞི་ཆིངས་ཀྱི་ཆོས་ངོ་ཚ་ཤེས། ད་འདི་ནས་ཡང་ལམ་བདེན་ལ་ཡང་ལྟ། རིམ་པས་རིམ་པས་ཀྱི་སྔགས་དང་སྦྲེལ་ནས་འགྲོ་ཡ་གཅིག་གིས། ཡུལ་ཅན་གྱི་འོད་གསལ་དེ་རྩལ་འདོན་བྱས་ནས་གསུང་བཤད་མཁན་དེ་འཁོར་ལོ་གསུམ་པོ་དེ་རེད་དོ། བྱས་ཙང་དགའ་ཏེ་འདུག་བསམ་དང་ད་ལྟ་ཡོད་པའི་བཟོ་བྱེད་རེད། གཅིག་བྱས་ན་རང་སྲུང་མེད་འགྲོ་འགའ་ཅི་འདྲ་དྲན་གྱི་ཡོད་རེད་བཅོམ་ལྡན་འདས་ཁོ་རང་གི་དང་པོ་དག་ཟབ་བཞི་སྤྲོས་བྲལ་འོད་གསལ་འདུས་མ་བྱས་བདུད་རྩི་ལྟ་བུའི་ཆོས་ཤིག་ཁོ་བོས་ངེད་སུ་ལ་བསྟན་ཀྱང་གོ་བར་མི་ནུས་པས་མི་མ་ནག་གི་ནང་དུ་གནས་པར་བྱ་ཞེས་གསུངས་བྱས་ཏེ། ཟབ་བཞི་ཟད་དེ་ཀའི་འཁོར་ལོ་དང་པོ་དེ་གསུང་གིས་སམ་དྲན་གྱིས། འཁོར་འདས་གཉིས་པོ་ཚེ་གཟུང་ཡོངས་རྫོགས་བ་དན་བཞིའི་ཐོག་ནས་གཟུང་ཡོངས་རྫོགས་བ། ད་སྤྲོས་བྲལ་ཟད་དེ་ཀའི་འཁོར་ལོ་བར་པ་རང་བཞིན་མེད་པ་དེ་གཟུང་ཡོངས་རྫོགས་བ། དེ་ཡུལ་གྱི་འོད་གསལ་རེད། འོད་གསལ་འདུས་མ་བྱས་ཟད་དེ་ཀའི་ཡུལ་ཅན་གྱི་འོད་གསལ་དེ་གཟུང་དེ་ངེས་བྱེད། ད་འདི་ཡུལ་ཅན་གྱི་འོད་གསལ་གྱི་རྣམ་གཞག་ལ་དཔེར་ན་འདིར་རྒྱུད་བླ་མའི་ཁ་ཐུག་ལས་པི་ཀུ་དུས་འཁོར་ཆེན་མ་གཏོགས་གསུངས་ཡོང་གི་ཡོད་རེད།

ཨེ་ནི། གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་ཞེས་ལབ་པ་ཡིན་ན། ཁོ་ཐོག་མ་མེད་པ་ནས་ཡོད་བསྡད་པ་ཅིག་ཡིན། རེད་ཨེ་ནི། ཀུན་ཏུ་བཟང་པོ་ཐོག་མ་དང་ཐ་མ་མེད་པ། གློ་བུར་དུ་རྒྱུ་རྐྱེན་གྱིས་འདུས་བྱས་པ་མ་ཡིན་པ་གང་ལྟར་གློ་བུར་བའི་ཆོས་མེད་འདྲ་བ་ཞིག་རེད་དེ་ཡོད་རེད་པ། དེ་སང་འདི་བས་ད་ཆོས་སྐད། ཨ་ད། སྟོང་པ་གསུངས་པ་རྣམ་གཞག་གསུངས་ཞེས་པ་ད་དེའི་ཐོག་ནས་ཨེ་ནི་གསལ་བོ་ཆགས་ཡོང་གི་ཡོད་རེད། ཟེར་བ་དེ་འདྲ་ཡིན་དུས་ག་ད། འཁོར་ལོ་བར་པའི་ཡུལ་གྱི་འོད་གསལ་དེ་རྩལ་དུ་སྟོན། ཨ་ནི་འཁོར་ལོ་ཚང་མ་དེ་གི་ཡུལ་གཞན་གྱི་འོད་གསལ་དེ་རྩལ་དུ་སྟོན། ད་འདི་གཉིས་པོ་དེ་ཟུང་དུ་འབྲེལ་ནས་ཉམས་ལེན་བྱེད་སྟངས་དེ་སྔར་བླ་མའི་ཁ་ཐུག་ལས་ཨ་ནི་གསལ་པོ་བྱས་ནས་ད་ཐོན་དེ་ངེས་ཤེས་ཟབ་མོ་ངས་དེ་འདྲ་ཞིག་གོ་བ་ལེན་དགོས་རེད། ཚེ་ཚང་རྒྱུད་བླ་མ་དེ་གི་ཨ་ན་རྡོ་རྗེ་གནས་བསྟུན་བྱས་ནས་གསུངས་ནས་ཨོ་གང་ལྟར་ཨེ་ནི། དཔེ་དགུ་དོན་དགུ་དེ་འདྲ་གི་ཐོག་ནས་གཙོ་བོ།

ད་སྔགས་ཀྱི་ཟབ་ཁྱད་དེ་སྔགས་བླ་མེད་ཀུན་ལ་ཡོང་གི་ཡོད་རེད། རྒྱུད་དུས་འོག་མ་འདིའི་དེ་སྔགས་བླ་མེད་ཀྱི་སྔོན་འགྲོའི་ཚུལ་རེད། བཙན་ས་ག་དེ་འདྲ་ཡིན་དུས་ཨ་མྲ་རྫོགས་ཆེན་གྱི་ནམ་རྒྱུན་མ་ཟབ་ཆེན་རུ་མ་བཀྲམ་ནས་གསུངས་ཡོང་དུས་ཚང་ནས་ཨེ་ནི་ཐེག་པ་རིན་པོ་དགུ་ས་དེ་འདི་གོ་རྒྱུ་ཆེན་པོ་ཡོད་རེད། ཉན་དུས་རང་རྒྱལ་བྱང་སེམས།